དེ་ནས་སྐབས་འདི་ལ་མཐོང་སྤང་འཇོག་ཚུལ་གྱི་སྐོར་འདི་ལ་འཇམ་མགོན་ཀོང་སྤྲུལ་རིན་པོ་ཆེས་དོགས་གཅོད་ཟིག་ག་མདོར་བསྡུས་ཤིག་གནང་འདུག་དོགས་གཅོད་ག་འདྲ་གནང་འདུག་ལབ་ན། འོ་ན་གཟུགས་མེད་ན་ལུས་ངག་གི་སྤྱོད་པ་མེད་པས་ཚུལ་ཁྲིམས་བརྟུལ་ཞིང་ཕྱོགས་འཛིན་ཤེས་མི་ཐབས་པས་མཐོང་སྤང་རྒྱ་ཆེ་རྩ་བརྒྱད་དུ་འགྱུར་རོ་ཞེས་ན། འགྱུར་རོ་ཞེས་ན་འགྱུར་ཏེ་དེས་ན་ལུས་ངག་གི་སྤྱོད་པ་དག་སྒྲུབ་བྱེད་རྒྱུར་འཛིན་པ་མེད་ཀྱང། ལྟ་བ་ལ་རང་གྲོལ་གྱི་རྒྱུར་འཛིན་པ། ཡོད་པ། ཚུལ་ཁྲིམས་དང་ལྟོས་ཤིག་མཆོག་འཛིན་དུ་རྟོགས་པས་སོ། མདོར་ན་ག་རེ་ཟེར་གི་ཡོད་རེད་ལབ་ན། གཟུགས་མེད་ན་གཟུགས་ཡོད་པ་མ་རེད་གཟུགས་མེད་པ་ཡིན་ཙང་ལུས་དང་ངག་གི་སྤྱོད་པ་ཡོད་པ་མ་རེད་ལུས་ངག་གི་སྤྱོད་པ་མེད་ན་ཚུལ་ཁྲིམས་དང་ལྟོས་ཤིག་མཆོག་འཛིན་ཟེར་བ་དེ་བཞག་ཐུབ་པ་མ་རེད་དེ་མ་བཞག་ན། མཐོང་སྤང། ཨན་དེ་བརྒྱ་དང་བཅུ་གཉིས་ཟེར་བ་དེ་ཁས་ལེན་ཐུབ་གི་མ་རེད་མཐོང་སྤང་བརྒྱ་དང་བརྒྱད་ཆགས་ཀྱི་རེད་ཟེར་ལབ་དེ་གང་དེ་ཆགས་ཀྱི་རེད་ཟེར་བ་དེ་ཁོང་གི་རང་ལུགས་ཡིན་ས་རེད་འོ་དེ་འདྲ་རེད་ཨན་ནས་དེ་ན་ལུས་ངག་གི་སྤྱོད་པ་གི་ཨན་ནས་ཚུལ་ཁྲིམས་དང་བསྟོད་བཞིན་ཆོག་འཛིན་ཡོད་མ་རེད་དེ་ལྟ་བ་ཆོག་འཛིན་ཡོད་པ་རེད་འོ་དེ་སོང་བ་ཡིན་པ་རེད་ཡིན་ན་ཡང་སྤྱིར་བཏང་ཨ་ནི་གཟུགས་མེད་གཟུགས་མེད་བསོད་བདེ་ཀྱི་ཚེ་སྒྲུབ་དང་བསྟོད་ཅིང་ཕྱག་མཚན་ཟེར་བ་སྟེ་ཨ་ནི་གཟུགས་མེད་པའི་གང་ཟག་གི་རྒྱུད་ལ་བཞག་དགོས་པ། དེ་འདྲ་ཕལ་ཆེར་ཡིན་གྱི་མ་རེད་བསམ་གྱི་འདུག་གཅིག་དེ་རེད་གཉིས་ནི་གཟུགས་མེད་ཀྱི་གཟུགས་མེད་ཀྱི་གང་ཟག་གི་རྒྱུད་ལ་བཞག་རྗེས་དབང་དུ་བཏང་བ་ཡིན་ན་ཡང་དེའི་ས་བོན་བཞག་ནས་འགྲིག་གི་ཡོད་པ་རེད་དེའི་བག་ཆགས་བཞག་ནས་འགྲིག་གི་ཡོད་པ་རེད་ཡིན་གཅིག་མིན་གཅིག་ཨ་ནི་ཚེ་སྒྲུབ་དང་བསྟོད་ཅིང་ཕྱག་མཚན་བློ་ངོ་འགྱུར་བ་དེ་དགོས་བ་ཡོད་པ་མ་རེད་དཔེར་ན། བྱང་སེམས་མཐོང་ལོན་པ་དང་སྦྱོར་ལོན་པ་དེ་སུ་རྒྱུད་ལ་ཡང་ཚེ་གྲུབ་དང་ལྟོ་གཞིག་མཆོང་ཚོད་ངོ་འགྱུར་བ་དེ་དག་ཡོད་པ་མ་རེད། མཐོང་ལོན་གྱི་སྐབས་སུ་ག་རེ་སྤང་གི་ཡོད་པ་རེད་ལབ་ན་དེའི་ས་བོན་ཡང་ན་དེའི་བག་ཆགས་དེ་ཚོ་སྤང་གི་ཡོད་པ་རེད་མ་གཏོགས་ཐེག་པ་ཆེན་པོའི་ལམ་ལ་ཞུགས་པའི་བྱང་ཆུབ་སེམས་དཔའ་ལ་ལྟ་བ་རྔམ་པ་མཆོག་འཛིན་དང་ལུས་ངག་གི་སྤྱོད་པ་རྔམ་པ་མཆོག་འཛིན་གྱི་ཉོན་མོངས་པ་དེ་ཡོང་ཤེས་གི་མ་རེད་ཞེས་བརྗོད་དེ་འདྲ་ཞིག་ཡིན། ད་ནི་དེ་ལྟ་ན་འདི་ལྟ་བ་མཆོག་འཛིན་དུ་མི་འགྱུར་རམ་ཞེ་ན་མི་འགྱུར་ཏེ་ལྟ་བ་མཆོག་འཛིན་གྱི་རྣམ་པ་ནི། ཕྱོགས་དང་གཙོ་བོ་ལ་སོགས་པར་འཛིན་པ་ཡིན་ལ་ཚུལ་ཁྲིམས་དང་ལྟོས་གཅིག་མཆོག་འཛིན་གྱི་རྣམ་པ་ནི་བདག་གྲོལ་སོགས་འཛིན་པ་ཡིན་པས་འཛིན་སྟངས་མི་འདྲའོ། གང་ལྟར་ག་རེ་ཟེར་གྱི་ཡོད་པ་རེད་ལབ་ན་གཟུགས་མེད་ཀྱི་ལྟ་བ་མཆོག་འཛིན་དེ་གཟུགས་མེད་ཀྱི་ཚུལ་ཁྲིམས་དང་ལྟོས་གཅིག་མཆོག་འཛིན་ལ་བཞག་དགོས་རེད། དེ་འདྲ་ཡིན་ན་དེ་ཚུལ་ཁྲིམས་ལྟོས་གཅིག་མཆོག་འཛིན་མ་རེད་བ་དེ་ལྟ་བ་མཆོག་འཛིན་རེད་བ་ཟེར་ལབ་པ་ཡིན་ན། དེ་འདྲ་ཨེ་མ་རེད་ཟེར་ག་རེ་ལབ་ན་ལྟ་བ་མཆོག་འཛིན་ཟེར་བ་དེ་གི་གོ་རང་འཛིན་སྟངས་དེ་མཆོག་དང་གཙོ་བོ་ལ་སོགས་པ་འཛིན་པ་ཡིན་ལ་ཚུལ་ཁྲིམས་དང་ལྟོ་གཞིག་མཆོག་འཛིན་གྱི་རྣམ་པ་ནི་དག་སྒྲུབ་སོགས་འཛིན་པ་ཡིན་པས་འཛིན་སྟངས་མི་འདྲ་བོ་ཟེར་དག་སྒྲུབ་ཟེར་བ་འདི་ག་རེ་ཟེར་ན་ལམ་ཡང་དག་པ་ཐར་ལམ་ཡང་དག་པ་དེ་ལ་དག་སྒྲུབ་ཟེར་གི་ཡོད་པ་རེད་ནི་ཡང་མ་དག་པའི་ལམ་གཅིག་ནི་དག་སྒྲུབ་ཏུ་བཟུང་བ་ཡིན་ན་ནི་ལོག་ཤུགས་ཆགས་སོང་བ་ཡིན་པ་འོང་དེ་འདྲ་ཞིག་རེད། འོ་ན་སྡུག་བསྔལ་དང་ཀུན་འབྱུང་ཁམས་གསུམ་དུ་རྟོག་ཀྱང་འགོག་ལམ་ཟག་མེད་ཁམས་གསུམ་དུ་མ་རྟོགས་པས་ཁམས་གསུམ་སོ་སོར་འགོག་པ་དང་ལམ་ཞེས་བཞག་པ་མི་མཐའི་རྟོགས་བྱེད་ན་སྐྱོན་མེད་དེ། ཨ་ནི་བདེན་པ་ཞེ་ལ་དམིགས་པའི་ལོག་ཤིག་བཞག་ན་འདྲ། ཨ་ནི་མཐོང་སྤང་བརྒྱ་དང་བཅུ་གཉིས་བཞག་ན་འདྲ། འདོད་པའི་ཟིལ་གདུལ་གྱིས་མཐོང་སྤང་ཁམས་གོང་མའི་ཟིལ་གདུལ་གྱིས་མཐོང་སྤང་ཞེས་དེ་འདྲ་བཞག་གི་འདུག་བ་ཁམས་གོང་མའི་ཟིལ་གདུལ་གྱིས་འགོག་པ་མཐོང་སྤང་ཞེས་དེ་འདྲ་བཞག་གི་འདུག་བ། དེ་འདྲ་བཞག་ན་འགྲིག་གི་མི་འདུག་ག་རེ་ལབ་ན། སྡུག་བསྔལ་དང་ཀུན་འབྱུང་སྟེ་ཁམས་གསུམ་གྱི་བདེ་བ། འཁོར་བ་གི་བསྡུས་པ་འཁོར་བ་ཡིན་པ་དེ་འདྲ་རེད། ཡིན་ན་ཡང་འགོག་བདེན་དང་རླབས་གཉིས་དེ། འཁོར་བའི་བསྡུས་པ་མ་རེད། ཁམས་གསུམ་གྱི་ནང་དུ་གནས་པ་མ་རེད་ཁོ་ཟག་མེད་རེད། ཡིན་ཙང། འགོག་པ་མཐོང་སྤང་དང་རླབས་མཐོང་སྤང་ཞིག་དེ་འདྲ་ལབ་ན་འགྲིག་གི་མི་འདུག་ཞེས་ལབ་པ་ཡིན་ན་དེ་ལ་སྐྱོན་ཡོད་པ་མ་རེད། ག་རེ་ལབ་ན། ཁམས་གསུམ་གྱི་དབང་དུ་བྱས་པ་ཡིན་ནོ་ཞེས་བསྡུ་བ་ལས་ཀྱང་དེ་འདྲ་གསུངས་ཡོད་པ་རེད། བསྡུ་བ་ཟེར་བ་འདི་འཕགས་པ་ཐོགས་མེད་ཀྱི་བསྟན་བཅོས་རུ་བ། གསུངས་ཡོད་པ་རེད། དེའང་སྤང་བྱ་སྡུག་བསྔལ་ཀུན་འདོད་ཁམས་པ་ཡིན་པས་སྡུག་བསྔལ་ཇི་དང་ཇི་བ་འགགས་པ་ལ་འདོད་ཁམས་ཀྱི་འགོག་པ་ཞེས་བཏགས་པ་ཙམ་རེད། དཔེར་ན། ང་ཚོས་འདོད་པའི་ཟས་དུས་ཀྱི་སྡུག་བསྔལ་སྤང་བའི་འགོག་པ་དེ་ལ་འདོད་པའི་འགོག་པ་ཞེས་མིང་བཏགས་པ་རེད་མ་གཏོགས་འགོག་པ་ཁོ་རང་ནི་འདོད་པའི་ཟས་དུས་ཡིན་པ་འི་དོན་དག་མ་རེད། དེས་མངོན་སུམ་དུ་བྱེད་པའི་ཐབས་ལ་འདོད་ཁམས་ཀྱི་ལམ་དུ་བཏགས་ལ་ཁམས་གོང་མ་གཉིས་ཀྱི་འགོག་ལམ་ཡང་དེ་བཞིན་དུ་བཏགས་པས་སོ། མདོར་ན་ག་རེ་གསུང་གི་ཡོད་པ་རེད་ལབ་ན། གདོལ་པའི་ཟས་དུས་ཀྱི་སྡུག་བསྔལ་དང་དེའི་བྱེད་བྱེད་ཀྱི་རྒྱུ་ཀུན་འབྱུང་དང་བཅས་པ་སྤང་བའི་འགོག་པ་དེ་ལ་འདོད་པའི་འགོག་པ་ཞེས་མིང་གིས་བཏགས་པ་དང་དེས་མངོན་སུམ་དུ་བྱེད་པའི་ལམ་དེ་ལ་འདོད་པའི་ལམ་ཞེས་བཏགས་པ་རེད་མ་གཏོགས་དེའི་འགོག་པ་དང་ལམ་གཉིས་འདོད་པའི་ཟས་དུག་ཡིན་པས་དོན་དག་མ་རེད་ཟེར་དོན་ལ་དེ་འདྲ་ཅིག་གསུང་གི་ཡོད་པ་རེད། ཡིན་ན་ཡང་སྤྱིར་བཏང་ཁམས་གསུམ་སོ་སོ་ཟས་དུག་ཅེས་མཐོང་སྤང་བཞག་ཚུལ་དེ་བདེན་པ་ཞེ་བོ་དེ་ཁམས་གང་གི་ཟས་དུག་ཡིན་དང་མིན་བཀའ་རྒྱ་དེ་མ་རེད། གང་སྤང་གང་སྤང་ཡག་གི་ཉོན་མོངས་པ་དེ་ཁམས་གསུམ་པོ་གང་གི་ག་རེ་གི་ཟས་དུག་རེད། དེ་ལ་བཏགས་ཡོད་པ་རེད། དཔེར་ན། འཇིག་རྟེན་པའི་ལམ་བསམ་གཏན་དང་གཟུགས་མེད་ཀྱི་ལམ་བསྒོམ་པ་ལ་བརྟེན་ནས། བསམ་གཏན་དང་གཟུགས་མེད་ཀྱི་ལམ་བསྒོམས་ནས་འདོད་པའི་ཉོན་མོངས་པ་ངོ་འགྱུར་བ་འདོད་པའི་ཉོན་མོངས་པ་ངོ་འགྱུར་བ་སྤངས་ཟིན་པ། འོ་དེ་འདྲ་བའི་གང་ཟག་ཅིག་གིས་རྒྱུད་ལ། གཟུགས་ཀྱི་ཟས་བདེ་སྐྱིད་འདོད་ཆགས་དུ་ཚོར་ཡོང་གི་ཡོད་པ་རེད། ད་ནི་གཟུགས་ཀྱི་ཟས་བདེ་སྐྱིད་འདོད་གཟུགས་ཀྱི་ཟས་བདེ་སྐྱིད་ཉོན་མོངས་པ་ངོ་འགྱུར་བ་དེ་དག་སྤངས་ནས་གཟུགས་མེད་ཀྱི་དངོས་གཞི་ཐོབ་དགོས་པའི་གང་ཟག་ཅིག་ལ་གཟུགས་མེད་ཀྱི་འདོད་ཆགས་ལ་སོགས་པའི་ཉོན་མོངས་དེ་དག་བྱུང་གི་ཡོད་པ་རེད། འོ་དེ་ལྟར་བཞག་དགོས་པ་རེད་མ་གཏོགས། བདེན་པ་བཞི་དེ་ཁམས་གསུམ་གང་གའི་སྲིད་དུ་ཡིན་དང་མེད་དེ་ལ་སྤྱིར་བཏང་ངང་འགྲེལ་བཤད་རྒྱག་དགོས་མ་རེད་ཟེར་ཞུ་རྒྱུ་དེ་འདྲ་ཞིག་ཡིན།